ཁོང་ཡོང་དུས་རྣམ་པ་ཚོ་ལ་དེ་དགེ་བཤེས་དེ་ཅིག་མ་བརྒྱབ་ནས་མ་འགྲིག་བས་འགྲོ་ཆགས་རེད་སོང་ཙང་རྣམ་པ་ཚོ་ཨ་ནི་ཅིག་རིང་ཚར་བ་དང་ཨ་ནི་ཅིག་ཐལ་ཆ་ཤོར་བ་དེ་འདྲས་ཡོད་ན་ཨང་དགོངས་སྐལ་མེད་པ་ཞུ་ཡག་ཐུགས་ཆེ་གནང།
དང་པོ་དེ་བོད་མི་མང་སྤྱི་འཐུས་ཆོས་སྐྱོང་དབང་ཕྱུག་མཆོག།
སྐྱབས་འགྲོ་བས། འཕགས་པའི་དགེ་འདུན་གྱི་སྡེ་རེད། ཕྱག་སྦྲེལ། བགྲོ་གླེང་པ། གཏམ་བཤད་གནང་མཁན་བགྲོ་གླེང་པ་རྣམ་པ། དག་སྣ་གཞན། མང་ཚོགས་ཚང། ལྷན་འཛོམས་ཚང་མ་ལོགས་ལ་འཚམས་འདྲི་ཞུ་བ་དང་སྦྲགས། ཨ་ནེ་ངས་ཐད་ཀར་བརྗོད་གཞི་ཐོག་ལ། ཚིག་ཁ་ཤས་ཞུས་ཆོག་ཅེས་ཞུ་ཡ་ཡིན། ད་ང་ཚོ་ད་ལྟ་དེ་བཀའ་མོལ་ཞུ་ཡ་དེ་གི་ནང་ལོགས་ལ་བརྗོད་གཞི་གཉིས་དུས་ཕྱིན་ཆགས་འདི་ཡོད་རེད། དང་པོ་དེ་ལ་ཉིས་སྟོང་བཅུའི་ལོའི་གལ་གནད་དང་ཨ་ནི་ད་ལྟ་ང་ཚོའི་དམངས་ཚོགས་ཀྱི་གནས་བབ་ལ་བྱས་ནས་གནས་སྟངས་དེ་ཆགས་བསྡད་འདུག་ད་ཉིས་སྟོང་བཅུ་གཅིག་གི་གལ་གནད་དེ་རྩ་བའི་ཕ་ཆེན་ངའི་བསམ་པ་ལ་ཉིས་སྟོང་བཅུ་ནས་ཕ་ཆེན་འགོ་བཙུགས་འགྲོ་གི་ཡོད་པ་འདྲ་བོ་གནས་སྟངས་ཆགས་བསྡད་འདུག་བསམ་གྱི་འདུག་དེའི་རྣམ་པ་ཚང་མ་མཁྱེན་གྱི་རེད་ཉིས་སྟོང་བཅུ་གཅིག་ལོ་ལ་བཀའ་བློན་ཁྲི་པ་གི་འོས་འདེམས་བྱེད་ཡ་དང་བོད་མ་སྤྱི་འཐུས་སྐབས་བཅོ་ལྔ་དང་བཀའ་བློན་ཁྲི་པ་སྐབས་གསུམ་པ་དེ་ཚོ་བྱས་ནས་ཐད་ཀར་འོས་འདེམས་བྱེད་ཡ་དེ།

འོས་དང་བོད་མ་སྤྱི་འཐུས་ཀྱི་སྐབས་བཅོ་ལྔའི་དཔེ་གྱི་འོས་འདི། ག་གམ་ཚ་གཅིག། ཚད་དང་ལྡན་པ་ཡོང་ཡ་གཅིག། ག་གམ་ཚ་གཅིག། རྒྱལ་སྤྱི་ཡོངས་ལ་བརྩི་བཀུར་ཞུ་ཐུབ་ཡ་གཅིག། དེ་ཆགས་ཡ་དེ་ག་བ་ལ་གཞི་རྩ་ག་བ་ལ་རག་ལས་འདུག་འདུག་ཞུས་པ་ཡིན་ན་མང་ཚོགས་ཀྱི་མཉམ་ཞུགས་ག་ཚད་གནང་ས་རེད། མང་གཙོའི་གི་དེའི་ནང་ལོགས་ལ་ག་ཚོད་ཅིག་སོ་སོའི་གི་དུས་ཚོད་གནང་ས་རེད། འདིའི་ག་ལ་དཔེ་མ་སྲིད་འབྲེལ་བ་ཆེན་པོ་ཆགས་འདེགས་འདུག་བསམ་གི་འདུག། འདས་བོད་ཀྱི་ལོ་རྒྱུས་ནང་ལྟེ་བ་ཡང་ན་བཀའ་བློན་ཁྲི་བོད་ཀྱི་འོས་བསྡུ་ལ་དེབ་སྐྱེལ་བྱེད་མཁན་དང་དངོས་སུ་འོས་བསྡུ་གནང་མཁན་དང་དེ་འདྲའི་གི་བརྒྱ་ཆ་བཏགས་ཡོད་འདུག་ག་ལ་བརྒྱ་ཆ་དཔེ་མ་སྲིད་ཚད་དམའ་བོ་རེད། བྱས་ཙང་དེ་འདྲས་ཡིན་འདུག་ད་རིང། བཙན་བྱོལ་གྱི་བོད་མི་ཙམ་མ་ཟད་པའི་གི་བོད་ཕྱི་ནང་གཉིས་ཀྱི་ཚང་མའི་གི་ཨ་ནི་གཅིག་གི། ང་ཚོའི་བཙན་བྱོལ་བོད་གཞུང་དེ་ངོ་བོ་མཚུངས་ཀྱི་ཡོད་ལ་འདུག་ག་ལ་ཨལ་དང་པོ་བཙན་བྱོལ་ལ་ཡོད་བསྡད་པའི་དེ་ཚང་མའི་གི་ཤུགས་གཅིག་རྒྱབ་བྱས་པའི་ཐོག་ནས་དུས་ཚོད་བཏོན་པའི་ཐོག་ནས་ག་རེ་གྲ་སྒྲིག་བྱེད་དགོས་དོ་དེ་འདྲས་གྲ་སྒྲིག་བྱས་པའི་ཐོག་ནས་ཨ་འདིའི་ནང་ལོགས་ལ་མཉམ་ཞུགས་བྱེད་ཡ་དེ་ད་ལྟ་ནས་གྲ་སྒྲིག་ཨང་སར་བྱེད་དགོས་ཡ་དེ་གལ་ཆུང་ཆགས་བསྡད་ཡོད་ས་རེད། དེ་ག་ནང་བཞིན་ད་དུས་ཚོད་ཀྱི་ཐོག་ནས་ངས་བསྡུར་ས་ད་འདུག་ག་ལ་མང་པོ་ཞིག་ད་ཞུ་ཐུབ་ཀྱི་མི་འདུག་ཡིན་ན་རྗེས་ལ་ཡང། བཀའ་མོལ་ཡོང་བསྡད་ཀྱི་རེད། ཇི་སྟེ་འདི་ཡི་དུས་རང་ལ། ད་ལྟའི་ཆ་ལ་གལ་ཆེན་པོ་གཅིག་ལ། རྩ་བའི་སྐྱབས་མགོན་རིན་པོ་ཆེའི་དགུང་ལོག་གི་བབ་ཀྱི་ཐོག་ནས་ཡག་ཡག་ད་དགུང་ལོ་ཕལ་དྲུག་ཡོད།